རྗེ་རིན་པོ་ཆེ་ཕེབས་པའི་དུས་དུས་སྐབས་འདྲ་བ་དེ་ལ་ཨ་ནན་དེ་འདྲས་ཞེས་གསུངས་བ་རེད། གསང་སྔགས་འཇིག་རྟེན་སྤྱོད་པ་དང། ལྟ་བ་ཡིད་བྱེད་བཀག་ཙམ་དུ་གྱུར་ཚེ། དབང་པོ་རྟོག་གེ་དྲུང་དམ་ཅན་བཞིན་དུ་ཆོས་ཀྱིས་གསོས། དེ་བྱེད་དུས་རྗེ་རིན་པོ་ཆེ་ཕེབས་པའི་སྐབས་དེ་ལ་བོད་ལ་མི་སེར་གྱི་ཆེད་ག་རེ་ཟེར་ན། གསང་སྔགས་དང་འདུལ་བ་ག་རེ་ཟེར་ན་ཕ་རོལ་ཏུ་ཕྱིན་པའི་ཉམས་ལེན་བྱེད་སྟངས་ལ་དཀའ་ངལ་འདྲ་བོ་གཉིས་ཡོད་རེད། ཆེན་པོ་གཉིས། གསང་སྔགས་འཇིག་རྟེན་སྤྱོད་པ་དང་སྲིད་དུ་གང་ལ། ཅིག་གསང་སྔགས་ཟེར་ཏེ་དམ་ཅན་གིང་གི་གསུང་བ་ནང་བཞིན། སྐུ་དམ་པ་སྒྱུ་མའི་སྐུ་དང་ཐུགས་དམ་པ་དོན་གྱི་བའི་སྲས་དེ་གས་དེ་གས། ཉམས་ལེན་ཟབ་མོ་དེ་གས་དེ། ཡོད་དེ་ཡོད་རེད་དེང་ན་རྒྱལ་ཁྱབ་ལ་འཁོར་རོགས་གསང་སྔགས་སྲིད་དུ་གང་ལ། ཕྱག་མཆོད་ཀྱི་རྣམ་པ་ཟེར་ན་མི་འདུག་གོ་ཆགས་པ་དང་དུ་ལངས་ནས་ད་ཅིག། རིག་མ་དང་ཨ་ནེ་པས་སྙོམས་པར་ཞུགས་པ་དང། ཨ་ནེ་དེའང་རང་གི་ཤངས་བྱང་གི་ཚོགས་ཀྱི་འཁོར་ལོ་བ་དེ་འདྲའི་གཅིག་ཅིག་འཇིག་རྟེན་གྱི་ལོངས་སྤྱོད་ཀྱི་ངོ་བོ་འདྲ་བ་ཅིག་དེ་འདྲའི་གཅིག་ལ་ངོས་འཛིན་བྱས་ཏེ་ཨ་གི་སྐབས་དེ་ཆགས་བསྡད་པ་རེད་ཟེར་སྔགས་ཀྱི་བསྟན་བཅོས་པ་དང། ལྟ་བ་དེ་ཡང་གང་འདྲས་ཆགས་བསྡད་པ་རེད་ཟེར་ན་ལྟ་བ་ཡིད་ཆེས་བཀག་ཙམ་དུ་གྱུར་ཚེ་གསུངས་དུས་གང་ལ། ཐ་མལ་སྔོན་གྱི་སྐྱེས་བུ་དེ་ཚོ་དངོས་གནས་དྲང་ནས་ལྟ་བའི་གནས་མཁྱེན་པ་དང། ལྟ་བས་ལྟ་བ་ཇི་མ་ཇི་བཞིན་ཐུགས་ལ་འཁྲུངས་པའི་སྐྱེས་མཆོག་བསམ་གྱིས་མི་ཁྱབ་པ་མང་པོ་བྱུང་ཡང་རེད། ཡོད་རེད་དེ་ཡིན་ན་ཡང་དེ་ནས་མ་གཅིག། ཡང་མང་པོ་གཅིག་གིས་ག་རེ་ཟེར་ན། ལྟ་བ་ཡིད་ཆེས་བཀག་པ་ཙམ་གྱིས། སྣང་བ་སྡུད་པ་ཙམ་དང། ཡིད་ལ་མི་བྱེད་པ། ཨ་ནི། ལོས་རབས་ལ་སྒོམ་ལ་རབ། ཟེར་བ་ལྟར་ཐུགས་སུ་སོང་དེ་ཡང་འདྲ་བོ་ཅི་གི། སྒོམ་ཉམས་ལེན་གྱི་ཁ་ཕྱོགས་དེ་བ་དེ་དེ་འདྲས་ཀྱི་ཆགས་བསྡད་པའི་གནས་སྐབས་དེ་རེད་དོ། འོ་དེ་ཡིན་ཙང་བྱུར་རྩེ། ད་དབང་པོ་ཏོག་གི་དྲུང་དམ་ཅན་བཞིན་དུ་ཁྱོད་ཀྱིས་བཟོད་གསུངས་འདི་ཅི་ཙང་གི་ད་དེ་ལ། ཨ་ནི་མི་སྲིད་ཀྱི་ཡ་ད་ཅིག། དེ་འདྲས་ཀྱི། འོ་ལ་སོ་ད་ཅིག། དཀའ་ངལ་འདྲ་མ་སོང་ད་ཅིག་ཆོ་འང་དང་སེ་གོ་རོ་བ་དེ་འདྲ་གཉིས་ཡོད་བསྡད་པ་དེ་དག་རྗེ་བདག་ཉིད་ཆེན་པོས་ལེགས་བཤད་དྲི་མ་མེད་པ་གསུང་བོ་དུ་བཅོ་བརྒྱད་འོ་རྒྱ་རྩོམ་གནང་ནས་མདོ་སྔགས་ཀྱི་བསྟན་པ་ཡོངས་སུ་རྫོགས་པ་དང་དེ་འདྲ་ཅིག་འོ་སོ་བསྟོད་དགོས་ཡ་དེ་དག་དེ་འདྲ་ཅིག་བྱ་བསྡད་པ་རེད། དེ་ཕྱིར་དེ་ལ་བརྟེན་ནས་དེ་ཡིན་དུས་ད་གསང་སྔགས་ཀྱི་ཁ་ཐུག་ལ་ད་གིང་ད་ཉིད་གསུང་བ་གནང་གྱི་རེད། གཙོ་བོ་ར་སྤྲོད་གནང་ཡང་དེ་ཨ་ནེ་ཀྱི་ཆགས་པ་དང་དུ་བླང་བ་ཙམ་མ་ཡིན་པར་ཨ་ནེ་སྐུ་གསུང་ལ་སྨྲ་རྒྱུ་བཅས་པའི་ཨ་ནེ་བས་སྐུ་གསུང་ལམ་བྱེད་ཀྱི་ཟབ་གནད་ཨ་ནེ་བདེ་སྟོང་ཟུང་འཇུག་དང་བདེན་གཉིས་ཟུང་འཇུག་གི་ཟབ་གནད་དག་འདི་འདྲའི་ཅིག་ཡོད་པ་དེ་ཨོ་ད་ལི་ཤེས་རྗེས་བདག་ཉིད་ཆེན་པོའི་ངག་ཆོག་གི་ལི་ཤེས་རྣམས་ལ་ད་སྲིད་སྐྱེས་ཕྱིན་པ་འོ་གཏན་ལ་ཕབ་བསྡད་ཡ་དེ་ད་དེ་འདྲས་བྱུང་བསྡད་རེད་ཅེས་ད་ད་ལྟ་བ་དེ་ཡང་དངོས་གནས་དྲང་གནས་ཀྱི་མགོན་པོ་བློ་གྲོས་ཡབ་སྲས་ཀྱི་རིགས་ཚོགས་དང།

དངོས་གནས་ཀྱི་སྤྲོས་བྲལ་དུ་མིང་དུ་བཏགས་པ་གང་ཞིག་ལ། ཨ་ནི། གཟུགས་ནི་ནང་བྱན་གྱི་བར་གྱི་ཆོས་ཐམས་ཅད། འོ་ལགས་སོ། དེ་ནི་གང་རེད་ཟེར་ན་ཨ་ནི་དོན་དམ་ཆོས་བརྒྱད་ཀྱི་རིགས་པས་ཁེགས་པ་རེད་གསུངས་འདི་ཡ། འོ་དེ་འདྲའི་གི་ཨ་ནི་དགག་བྱ་ཁྱབ་ཆེ་བ་གི། དེ་འདྲའི་ཅིག་གི་ལྟ་བ་ཡང་ཡོད་དེ་ཞོར་བ། ཅེས་དང་འདི་ཆབ་ཆུང་བ་ཅིག་ཡང་ཡོང་སྡད་པ་རང་བཞིན་སྐྱེས་པ་སུ་འདས་མ་གཏོགས་གཞན་གང་ཡང་ཡོད་མ་རེད་གསུངས་ནས་ཅེས་ད་ལྟ་དེ་གཉིས་ཀྱི་མཐའ་གཉིས་སུ་མ་ལྷུང་བ་ཨ་ནེ་གཅིག་དགའ་སྐྱག་བཀའ་ཚོད་རན་པ་ཅིག་བཀག་གནང་ཡང་ཅིག་དང་དེ་ཡང་ཅིག་བཀག་པ་དེ་ཨ་ནེ་གཅིག་མེ་བྱང་གི་དོན་ངོ་བོ་ལ་མ་སོང་བ་དང་སྟོང་པ་དེ་གཉིས་བསྟན་སྐྱོང་གི་དོན་དུ་ཨ་ནེ་སྤྲད་ཡོང་བས་དེ་ད་དངོས་གནས་དྲང་གནས་ཀྱི་དཔེ་ཡང་ཚན་པའི་ལི་ཤེས་རེད་ཟེར་ག་ཚོད་བཀག་གནང་བ་ནང་བཞིན་ད་དེ་ཐུན་མོང་མ་ཡིན་པ་ཅིག་སྟོང་པ་རྟེན་འབྱུང་གི་དོན་དང་རྟེན་འབྱུང་སྟོང་པའི་དོན་དུ་སོང་བ་དེ་ད་མགོན་པོ་འདུག་འགྲོ་ཡ་སྲིད་ཀྱི། འོ་ད་རྟེན་ལ་ཕེབས་བཞག་གི་ད་བརྟེན་པའི་སྙིང་པོ་རྟེན་ཡིན་པ་འདྲ་ད་རྟེན་ཡིན་ད་རྟེན་ལ་ནི་དབུ་མའི་རྣམ་ཤེས་ཆེན་པོ་འོ་ལྟ་བུའི་ལེགས་བཤད་ཆེན་མོ་ལྔ་ལ་སོགས་པ་མཛད་ནས། འོ་ད་ཐུགས་སུ་བསྐྱེད་ནས་ནི་གཅིག་འོ་ད་གཅིག། རྟེན་པའི་སྙིང་པོ་གསལ་བར་མཛད་པ་དེ་འདྲའི་གཅིག་རེ་བྱ། ཅི་ད་འོ་ད་རྟེན་དེ་འདྲའི་ཡིན་དུས་ག་ལ་ཨ་ནི་གསང་སྔགས་ལ་ཡང་གཅིག་པ་གཅིག་རྐྱང་རེད་ད་ག་རེ་ཟེར་ན། ད་དེ་ནས་དེས་གསུངས་འདུག་ད་བསྟོད་པ་དོན་ལྡན་མའི་ནང་ལ་དེ་ནས། གསང་སྔགས་རྒྱུད་སྡེ་རབ་འབྱམས་ཀྱི། དབང་དང་དམ་ཚིག་ལམ་དང་འབྲས། ཀུན་ལ་གོལ་བའི་མཐའ་བཀག་ནས། གསང་བའི་གནད་བསྐུལ་རྫོགས་པར་བཀྲལ། ད་དེ་ག་རེ་ཟེར་ན། སྔགས་རིང་ཆེན་མོ་ལྟ་བའི་ཕྱག་བྱ་བས་ན་གསང་སྔགས་རྒྱུད་སྡེ་རབ་འབྱམས་ཀྱི། ཟབ་གནད་མཐའ་དག།

ཀུན་ལ་གོ་བའི་མཐའ་གང་ནས་སེམས་འདུག་གང་ལ། དབང་ལ་ཡང་གོ་བའི་མཐའ་གཉིས་ཡོད་རེད་ལ། ལམ་ལ་གོ་བའི་མཐའ་གཉིས་ཡོད་རེད་དམ་ཚིག་ལ་གོ་བའི་མཐའ་གཉིས་ཡོད་རེད་འབྲས་བུ་ལ་གོ་བའི་མཐའ་གཉིས་ཡོད་རེད། དེ་གའི་དེ་ལ་མཐའ་དེ་ཚོ་ལ་ཡང་ཨ་ནི་ལུགས་ལྡོག་གི་རིམ་པ་མང་པོ་ཡོད་རེད། ལུགས་ལྡོག་གི་རིམ་པ་མང་པོ། ཅེས་ད་ལྟ་དེ་གའི་དེ་གའི་མཐའ་ཆ་ཚང་སེལ་བའི་སྒོ་ནས་རེད་བ། དངོས་གནས་དྲང་ནས་དེ་གཅིག་དབང་དང་དམ་ཚིག་ལམ་གྱི།

ད་བོང་དབང་དང་ཨ་ནེ་གསང་དབང་ད་དེ་སོགས་བཀོད་ནས་ཨ་ནེ་བྱེད་པ་དང་བར་དོ་མང་པོ་ཡོད་རེད་དེ་ད་དེ་སོགས་ཞུས་ན་ངས་དུས་ཚོད་འགོར་འགྲོ་ཟེར་བ། ད་གཙོ་བོ་དེ་ག་རེད་ཟེར་ན་དབང་གསུམ་པ་དང་ཨ་ནེ་བཞི་པ་གཉིས་ཀྱི་བྱེད་པ་དེ་ཆགས་བསྡད་ཞོར་རེད། དེ་ག་རེད་ཟེར་ན་དབང་གསུམ་པ་དེ་ལ་ཨ་ནེ་གཙོ་བོ་དེ་ར་སྤྲོད་ཡ་དེ། ཨ་ནི། བདེ་སྟོང་ཟུང་འཇུག་དེ་ཆ་དེ་ཤོས་རེད། རྗེས་བདག་ཉིད་ཆེན་པོའི་བྱ་སོ་ལ་དབང་བཞི་པ་དེ་ཕྱི་པ་ནི་བར་པ་བདེན་གཉིས་ཟུང་འཇུག་ལ་ཨ་ནི་ངོ་སྤྲད་དགོས་ཀྱི་ཡོད་རེད། ཅེས་དེ་དུས་གང་ལ། ཨ་ནི། བོད་ཀྱི་ཨ་ནི་མཁས་པ་སྔ་མ་མང་པོས་ག་རེ་གསུངས་པ་རེད་ཟེར་ན། དབང་བཞི་པ་ལ་ངོ་སྤྲོད་ཡག་གི་དབང་བཞི་པའི་ཡེ་ཤེས་དེ་ཨ་ནི། རྣམ་རྟོག་རགས་པ་བཀག་ཙམ་གྱིས། ད། རྩོམ་ཕྱོགས་ཀྱི་སྐབས་ལ་ནི་ཅིག་འོ་ལ་སོ་དང། དེ་འདྲའི་གི་ཅིག་རྣམ་རྟོག་རགས་པ་བཀར་བའི་དཀར་ཆ་འོ་དེ་འདྲའི་གི་ཡིག་ངོ་ལ་ཆགས་བདེ་བ་གི་འོ་དེ་འདྲའི་གི་སྟོང་སང་འོ་དེ་འདྲའི་ཅིག་ལ་ནི་ར་སྤྲོད་དེ་ཡ་དེ་འདྲའི་ཡོང་བདེ་ཤག་རེད། ཡང་ཁ་ཤས་ལ་དེ་ལ་ནི་ཁམས་ཞི་བའི་བདེ་བས་བརྒྱན་པ་ཅིག་ནི་དབང་བཞི་པའི་ཡེ་ཤེས་ལ་ར་སྤྲད་པ་ཅིག་ཡོང་གོ་རེད། རུང་གི་ཡོད་རེད་དེ་རྗེ་བདག་ཉིད་ཆེན་པོས་ག་རེ་གསུང་གོ་རེད་ཟེར་ན་ད་དེ་བཤད་པ་ཕྱི་མ་དེ། ཨ་ནན། ཀྱིས། བདེ་བ་དང་སྟོང་པ་གཉིས་ཟུང་དུ་འཇུག་པ་དེ་ཙམ་གྱིས། ར་སྤྲད་པ་དེ། དབང་བཞི་པའི་ངོ་སྤྲོད་མ་རེད། དེ་དབང་གསུམ་པའི་ངོ་སྤྲོད་རེད། དབང་གསུམ་པའི་སྐབས་སུ། ཨ་ནན། བླ་མས། ཨོ་ལ་སོ་ལས་ཀྱི་ཕྱག་རྒྱ་གནང་ནས་དེ་སློབ་མ་དེ་ལ་སྙོམས་པར་ཞུགས་པ་ཞུགས་པ་ལས། ཨ་ནི་བདེ་བ་འདྲེན། བདེ་བ་དེ་སྟོང་པ་ངེས་པའི་བདེ་སྟོང་ཟུང་འཇུག་དེ་དབང་གསུམ་པའི་ལམ་ཆགས་ཡོད་རེད། དེས་དབང་གསུམ་པའི་ལམ་རེད་མ་གཏོགས། ཨ་ནི་དེ་ལས་གཞན་པའི་ཁྱད་པར་དང་འཕགས་ཆོས་གཞན་དབང་བཞི་པ་ལ་མེད་ན་ཨ་ནི་དབང་བཞི་པ་ལ་རིན་པོ་ཆེ་ཟེར་ནས་ནི་བ་ལ་སོགས་སྒྲ་རྒྱག་དགོས་དགོས་པ་ཡོད་མ་རེད་གསུང་བ་རེད་བ། ཇི་ལྟར་ད་དེ་ཡིན་དུས་ཨ་ནི་དབང་བཞི་པའི་སྐབས་སུ་ད་ག་རེ་གོ་དགོས་རེད་ཟེར་ན། ཨ་ནི་ཟུང་འཇུག་སློབ་པའི་ཟུང་འཇུག་མིང་ཅན་ཡིན་ཙང་ནི་ཨ་ནི་སྐུ་ཐུག་ཟུང་འཇུག་སྐུ་དམ་པ་སྒྱུ་མའི་སྐུ་དང་ཐུགས་དམ་པ་དོན་གྱི་འོད་ཟེར་ཨོ་ད་དེ་རང་འཕྲུལ་ངེས་ཤེས་པ་གཅིག་གོ་གི་ཡོད་རེད། དེས་རང་འཁྲུལ་ངེས་ཤེས་པ་ཅེས་བྱ་བ་ལ་བ་དེ་དང་གྱི་རྒན་གསུང་བ་ན་དཔའ་ཐན་གསང་བ་འདུས་པའི་ཨ་ནི་བའི་ཨོ་རྩ་ཤེས་ཀྱི་རྒྱུད་ནས་གསུངས་པའི་ཐ་སྐུ་དམ་པ་སྒྱུ་མའི་སྐུ་བ་ད་དེ། ཐུགས་དམ་པ་དོན་གྱི་བའི་སྲས་དེ་ཉིད་དེ་ཨོ་རྩ་ཤེས་ཀྱི་རྒྱུད་ནས་ཚུར་སྟོན་བྱས་ནས་དེ་ར་སྤྲད་དགོས་གི་རེད་དེ་ལམ་སློབ་མ་ལ་ཨ་ནི་ཚིག་གི་སྒོ་ནས་ར་སྤྲོད་དགོས་བ་ད་དེ་འདྲས་ཅིག་ཡིན་འདུག་ག་ལ་ཨ་ནི་དབང་བཞི་པ་དེ། གསུམ་པ་ལས་བྱེད་པ་དང་བར་དོ་འདི་དེ་ལས་གཅིག་རེད་དེ། དེ་ལས་གཞན་པའི་རྟགས་དབང་གི་ཕྱག་ལེན་རྟགས་དངོས་ནི། ས་ཕྱོགས་དང་བུམ་པ་སྒྲུབ་པ་ནས་བཟུང་སྟེ་སློབ་མ་སྟ་གོན་ནས་བཟུང་སྟེ་ད་ད་ལྟ་སྟེ། དཀྱིལ་འཁོར་གྱི་ལས་ཀྱི་རིམ་པ་རྗེས་གནང་གི་བར་དོ་ལ། གཅིག་ཕྱག་ལེན་མི་འདྲ་བ་བརྒྱུད་རྒྱ་གཞུང་གི་ཁུངས་རྟགས་མང་པོ་ཞིབ་ཅིང་སྔགས་རིང་ཆེན་མོ་ནང་དུ་གསུངས་ཞེས་པ་ད་དེ་ཚོ་ད་ལྟ་ངས་ཞུ་ཞིག་མ་རེད་བ་ད་དེ་འདྲའི་གཅིག་རེད་དེ། དབང་དང་དམ་ཚིག་གི་ཆ་ནས་བཤད་པ་ཡིན་ན་ཡང། རྩ་སྟོང་གི་རྣམ་ཤེས་དང་བླ་མ་ལྔ་བཅུ་པའི་རྣམ་ཤེས་འོ་དེ་ཚོ་རྣམས་གསུངས་བདེ་བ་ནང་བཞིན། ཡང། གང་འདྲི་བྱུང་སྐོར་ར་ཟེར་ན་སྡོམ་པ་ཨ་ནི་གནས་འགྱུར་བ་དང་གནས་མ་འགྱུར་བ་འདོད་པ་དེ་འདྲའི་ཅིག་མང་པོ་གསུངས་དགོས་རེད། ད་སྡོམ་པ་གནས་འགྱུར་འདོད་པ་དེ་ལ་ཡང་འདོད་སྟངས་མི་འདྲ་བ་ཡོད་རེད་དེ་ཡིན་ན་ཡང། ཁ་ཅིག་གིས་གར་གསུངས་འདི་ག་རེད་ཟེར་ན། ཨ་ནི་ཉན་ཐོས་ཀྱི་ཆོས་ཉམས་སུ་ལེན་པའི་སྐབས་སུ་ཉན་ཐོས་ཀྱི་སྡོམ་པ་གཙོ་བོ་རེད་དེ་དེ་གར་གསུངས་ན་འགྲིག་གི་རེད་དེ་ལ་བྱང་ཆུབ་སེམས་དཔའི་ཨ་ནི་ས་དང་ཕ་རོལ་ཏུ་ཕྱིན་པའི་ལྗགས་སྲེག་གི་སྤྱོད་པ་ཉམས་ལེན་བྱེད་དུས་བྱང་ཆུབ་སེམས་དཔའི་སྡོམ་པ་དེ་ཨ་ནི་གཙོ་བོ་རེད་དེ་འོག་མ་དེ་ཚོ་སྣང་བ་ཡོད་རེད། གསང་སྔགས་ཀྱི་སྐབས་སུ་ཡིན་ན། ཨ་ནི་གསང་སྔགས་ཀྱི་ཉམས་ལེན་གྱི་སྐབས་སུ་གསང་སྔགས་རྡོ་རྗེ་ཐེག་པའི་ཨ་ནི་རྩ་ལྟུང་བཅུ་བཞི་དང་སྦོམ་པོ་བརྒྱད་ལ་སོགས་པ། བཟའ་བ་དང་བསྲུང་བའི་དམ་ཚིག་དེ་ཚོ་གཙོ་བོ་རེད་ཨ་ནི་འོག་མ་དེ་ཚོ་ལ་རྦད་དེ་སྣང་བ་ཡོད་རེད། བ་དེ་ཡིན་ཙང་སྡོམ་པ་དམན་པ་རེད་ཟེར་ནའོ་ད་དུག་སེ་བྱས་ནས་གསུངས་བདེ་བ་དེ་འདྲས་ཅིག་ཆགས་བདེ་བ་རེད། རྗེ་བདག་ཉིད་ཆེན་པོས་ཨ་ནི་སྡོམ་པ་གསུང་སྐ་བ་ལ་སོགས་ངོ་བོ་ཐ་དད་བྱས་ནས། ཨོ་དེ་ནི་དེ་ཐམས་ཅད་ཀྱི་ཨ་ནི་གསུང་གྱི་དམ་ཚིག་དེ་ཚོ་ཡང་ཁོ་སོ་སོ་སོ་སོ་ནས་གསུང་བ་ནང་བཞིན་བྱེད་ཀྱི་ཨ་ནི་གསུང་གྱི་དམ་ཚིག་གང་ཡིན་པ་དེ་ཨོ་ལ་སོགས་ཡར་ལྡན་གྱི་ཚུལ་དུ་གསུང་དགོས་བ་དང། ཕྱི་བཅོས་བྱེད་དུས་ཡང་སོ་སོ་སོ་སོ་ནས་ཨོ་ལ་སོགས་ཀྱིས་ཕྱི་བཅོས་ཐབས་ཉམས་ལ་ཕྱི་བཅོས་ཐབས་ག་འདྲས་གསུང་བ་ན་ཨོ་དེ་ནང་བཞིན་གྱིས་ཨོ་སོ་ཐར་གྱི་སྐབས་སུ་ཡིན་ན་སོ་ཐར་གྱི་མདོ་འདོན་ནས་ཨོ་དེ་ནས་ཕྱི་ཕྱི་བཅོས་བྱེད་དགོས་བྱང་ཆུབ་སེམས་དཔའ་ཡིན་ན་བྱང་ཆུབ་སེམས་དཔའི་སྡོམ་པ་བླངས་ནས་ཕྱི་བཅོས་བྱེད་ཡ་དང་ཨ་ནི་ལྟུང་བ་མི་རིགས་གྱུར་པའི་སྒོ་ནས་བཤགས་པ་བྱེད་དགོས་ཡ་སྔགས་ལ་ཡིན་ན་ཨ་ནི་བས་ཨོ་བ་དབང་དང་ཨ་ནི་བདག་འཇུག་ལངས་ནས་རྩ་ལྟུང་ཉམས་ཆག་སོགས་དགོས་བ་ཐུགས་སུ་བཅས་ནས་ཁོ་ལམ་སོ་སོ་ནས་ཕྱེ་ནས་སྤེལ། སྟབས་བདེའོ། རྒྱུད་དང་རྒྱ་གཞུང་གིས་ད་དགོངས་པ་དྲི་མ་མེད་པའང་ད་དེ་འདྲའི་ཅི་ཡོད་དེ་བ་དེ་འོག་ཏུ་དེ་འདྲའི་ཅིའི་གསར་སྟོན་གནང་ཡོད་རེད་ད་དམ་ཚིག་གི་སྐོར་ལ། ད་བསྐྱེད་རྫོགས་ལམ་ལ་ཡིན་ན་ཡང་ད་བསྐྱེད་རིང་གི་སྐབས་སུ་ཡིན་ན་དེ་ག་རེད་ད། བསྐྱེད་རྫོགས་ཉིན་དེ་ལ་ཨ་ནེ། རྒྱ་གར་ཁོ་རང་ལ་ཡང་སློབ་དཔོན་འཇམ་པའི་གྲགས་པ་གིས་སྙིང་པོ་རྒྱན་རྣམས་ལ་བཀོད་ཞེས་པ་ད་ལྟ་སྔགས་རིང་ཆེན་མོ་རྣམས་ལ་གསུངས་རེད་བ། བསྐྱེད་རིམ་ཁོ་ན་དགོངས་ན་སངས་རྒྱས་འགྲོ་རེ་ཟེར་ངེས་གཅིག། རྫོགས་རིམ་ཁོ་ནས་སངས་རྒྱས་རེ་ཟེར་ངེས་གཅིག། འོ་ད་དེ་འདྲ་ཅིག་གི་ཆོ་ངག་གཉིས་ཡོང་དེ་ག་རེ། དེ་ག་རེ་རེད་ཟེར་ན། བཟོ་རིན་ཁོ་ནས་ཟངས་སྐྱེས་འགྲོ་རེད་ཟེར་ཟེར་མཁན་རེ་གི་གཙོ་བོ་ད་མེད་ཟངས་པོ་སྟོང་པ་ཉིད་དེ་ཨ་ནི་ཁོ་ཁོ་བ་ལས་གྲོལ་བྱེད་ཀྱི་ཐབས་གཙོ་བོ་དེ་ཡིན་ས་དེ་ལས་ཟངས་ནོར་གཏོང་དེ་ཞོ་རེད། སྐྱེས་རིན་ཁོ་ནས་ཟངས་སྐྱེས་འགྲོ་རེད་ཟེར་མཁན་རེ་གི་ཟངས་ནོར་ག་རེ་གཏང་དགོས་རེད་ཟེར་ན་ངག་གི་ཐུན་མོང་མ་ཡིན་པ་ད་གཟུགས་སྐུ་སྒྲུབ་བྱེད་ཀྱི་ལྷ་ཡི་རྣལ་འབྱོར་འདི་ཡིན་ས་ནི་ངག་གི་ཟབ་འདོད་འདི་རེད་འདི་རེད་བཞག་དང་བདག་གི་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ལ་ནོན་པའི་རྒྱ་ཡང་འདི་ཡིན་ས་ནི་རྟགས་འདིའི་སྒོ་ནས་སངས་རྒྱས་ཀྱི་རེད་གསུངས་ནས་བར་དུགས་སུ་གསུངས་དེའང་ཡོད་རེད། དེ་འདྲའི་གཅིག་གིས་ཡང་གཅིག་གོ་ས། དེ་འདྲའི་གཅིག་འདུག་ཨ། ད་དེ་ག་ནང་བཞིན་ཨ་ནི་བསྐྱེད་རྫོགས་ཉིད་ཡང། གོ་རིང་ངེས་ཀྱི་མ་རེད། ག་རེད་ཟེར་ན་ཅིག་ཅར་བ་དེ་གའི་དང་པོ་ཁོ་རང་ནས་ནས་རྫོགས་རིམ་དགོངས་ནས་འགྲོ་ཆོག་ཡ་ཅིག་དང། ཨ་ལས་ལངས་རིན་གྱིས་པ་ཡིན་ན་རིམ་པ་གཉིས་རིམ་པ་གྱིས་འདི་དགོངས་དགོས་ཡ། འོ་དེ་འདྲའི་གསུངས་བསྡད་བ་དང། ཡང། རེ་གཅིག་གིས་ག་རེད་བ་ཟེར་ན་བསྐྱེད་རིམ་དེ་ནས། མི་ཟད་པའི་རྫོགས་ག་རེད་ཟེར་ན་ཉམས་ལེན་རེད། འོ་བསྐྱེད་རིམ་དང་ཨ་ནས་དེ་ལས། རྩ་རླུང་ཐིག་ལེ་གི་རྣལ་འབྱོར་འགའ་ཞིག་གིས་ཨ་ནས་མི་ཟད་པའི་ལམ་རེད། དེ་ལས་ཀྱང་ཨ་ནས་སེམས་ངོ་བསྐྱུང་བ་དེ་ཨ་ནས་ཟབ་པའི་ལམ་རེད། དེ་ནི་གཙོ་བོ་དང་རྫོགས་རིམ་ལ་ཡང་ཟབ་པའི་རྫོགས་རིམ་དང་མི་ཟབ་པའི་རྫོགས་རིམ་གཉིས་སུ་གྱེས་ནས། མི་ཟབ་པའི་རྫོགས་རིམ་དེ་དག་ལས་དང་པོ་བ་རྗེས་སུ་བཟུང་བའི་ཆེད་དུ་གསུངས་ཞེས་པ་ཙམ་མ་གཏོགས། འོ་ལགས་སོ། གདུལ་བྱ་ལམ་ངོ་མ་མྱང་ལས་ཅན་གྱི་ཡིན་ན་ཟབ་པའི་རྫོགས་རིམ། འོ་ལགས་སོ། ད་དེ་འདྲའི་གི་ཅིག་བདེ་སྟོང་གི་ལྟ་བ་ཁ་ཐུག་ལ་ངོར་བྱུང་ཡང་དེ་རེད་དེ་ཡོད་རེད་ཟེར་བ་ལྟར་དེ་འདྲའི་གསུངས་བཞག་བ་དེ་འདྲའི་མང་པོ་ཡོད་ངོ། ད་དེ་སྐད་དེ། གོང་ས་དེ་གའི་བསྟན་རྩིས་ཕྱི་མ་རྗེ་རིན་པོ་ཆེ་གི་བ་ཨ་ནི་བུ་དོག་ཆོས་འདྲ་མ་སོང་ཞི་བ་གྱི་བར་གསལ་བཤད་གནང་ནས་ད་མགོན་པོ་ཀླུ་སྒྲུབ་ཀྱི་ཐབས་འདི་རྫོགས་པའི་སངས་རྒྱས་ཀྱི་སྐད་ཀྱི་རིམ་པ་དར་བའི་གསུངས་གསུངས་བ་ནང་བཞིན་གྱི་ཨ་ནི་བསྐྱེད་རྫོགས་གཉིས་འདི་སྟན་ཐོག་གཅིག་ཏུ་ཉམས་སུ་ལེན་པ་ཡོད་བདེ་བ་ཉམས་སུ་ལེན་དགོས་བ། དེའང་བསྐྱེད་རིམ་ཟེར་ཡང་དེ་གཅིག་ཞི་སོགས་ཀྱི་བསྐྱེད་རིམ་གྱི་དགོས་པ་དང་སྤྱི་དང་གཙོ་བོ་ཐུན་མོང་གི་དངོས་གྲུབ་སྒྲུབ་ཡ་ཆེད་དུ་རེད་དེ་ཡིན་ན་ཡང་བསྐྱེད་རིམ་ཟེར་ཡང་དེ་ཐུན་མོང་གི་དངོས་གྲུབ་སྒྲུབ་པའི། ཆེད་ཙམ་མ་ཡིན་པར་གཙོ་བོ་བསྐྱེད་རིམ་ཟིན་མཁན་དེ་རྫོགས་རིམ་གྱི་སྐུ་གསུང་གི་ཨ་ནི་རྒྱུད་སྨིན་བྱེད་ཀྱི་ཆེད་དུ་དགོངས་དགོས་པ་ཡིན་པ་ཨ་ད་ལྟའི་ར་སྤྲོད་སིལ་བོ་ནང་འདི་ད་ཐུན་མོང་མ་ཡིན་པར་སྐུ་གསུང་ལམ་བྱེད་ཀྱི་རྣམ་གཞག་དེ་ད་བསྐྱེད་རིམ་ལ་དཔྱིས་ཕྱིན་པ་གསུང་བ་ཡིན་ཏེ་ད་དེའི་ཆ་དེ་གོ་རེད་དེ་ཡིན་དུས་ད་བསྐྱེད་རིམ་དེ་ཨ་ནི་རྫོགས་རིམ་གྱི་དཔྱིས་རྒྱུད་ལ་སྐྱེ་བའི་གྲ་སྒྲིག་གི་སོགས་འདྲ་བ་ཅིག་དེ་འདྲའི་ཆག་སྦྱོར་བ་འདྲ་བ་ཅིག་ཆགས་ཀྱི་འདུག་བ་བ་དེའི་ཚེ་རྒྱུད་མི་འཇལ་ཟེར་དེ་འདྲ་ཡིན་དུས་ཨ་ནི། ཁོ་བསྐྱེད་རྫོགས་ཉིན་དེ་ཡང་སྟན་ཐོག་གཅིག་ཏུ་ཚང་བར་ཉམས་སུ་ལེན་དེ་ཡང་གོ་རིམ་ངེས་པ་ཅན་དུ་ཉམས་སུ་ལེན་དགོས་པ་བ་ད་ཐུགས་སུ་རེད་ད་རྫོགས་རིམ་གྱི་སྐོར་ནི་ད་ཁྱད་པར་དུ་འཕགས་དང་དེ་དག་བདེ་སྟོང་དབྱེར་མེད་ཀྱི་ཨ་ནི་ཨོ་ལ་སོགས་དང། དབྱེ་བའམ་དག་བདེ་གཉིས་དབྱེར་མེད་ཀྱི་དབྱེ་བའམ་གཉིས་དང་དེའི་ནང་ནས་ཀྱང་ད་བདེ་སྟོང་དབྱེར་མེད་ཀྱི་དབྱེ་བའམ་དེ་ལ་ཡང་ཨ་ནི། སྟོང། བདེ་སྟོང་བརྗོད་རྒྱུད་སྟོང་པ་དེ་ལ་ཡང་རྟག། དམ་གྱི་རྒྱན་རྣམ་པ་མང་པོ་གིས་གསུངས་སོང་ཨ། སྟོང་པ་དེ་སྟོང་པ་དེ་ལ་ཡང་རིགས་མི་འདྲ་བ་མང་པོ། ལོ་ཏོག་མི་འདྲ་བ་མང་པོ་ཡོད་རེད། དེ་ཐམས་ཅད། པ་སེལ་ནས། གཏན་ལ་ཕབ། བ་དེ་བྱས་ནས་ཐ་མ་དེ་ལ་དག། རིགས་ཚོགས་དང་ཨ་ནི་ཀོ་ལོ་པ་པ་ནས་གསུངས་པའི། བ་འདི་ཟླ་བ་བྲལ་བའི། ཨ་ནི་ཟུང་བཞི་བ་གི་དག་དོན་དག། རང་བཞིན་མེད་པའི་ལྟ་བ་དེ་དག་སྔགས་ཀྱི་བདེ་སྟོང་བརྗོད་རྒྱུད་ཀྱི་ལྟ་བ། བ་དེ་འདྲས་ཀྱི་གང་ལ། གཏན་ལ་ཕབ་ན། ཨ་འདི་སྡེ་བ་དེ་ལ་ཡང་ཅིག་ལྟ་བ་དང་དགོད་པ་དང་ལག་བཅང་ལ་སོགས་པ་མང་པོ་ཅིག་ཡོད་རེད་དེ། དེ་ཐམས་ཅད། འོ་མ་འོ་མ་ནི་གོང་མ་གོང་མ་ལ་ཡར་ཁྲིག་ཁྲིག་ཁྲིག་ཁྲིག་བྱས་ནས་མཐའ་མ་དེ་ལ་ད། རླུང་ཐམས་ཅད་ནི་པའི་འོ་དབུས་མའི་ནང་དུ་ཞུགས་ནས་ཐིམ་སོང་བྱེད་པ་ལས་བྱུང་བའི་ལན་ཅིག་བདེ་བ་ཆེན་པོ་འོ་ད་དེ་གཏན་ལ་ཕབ་ནས་ད་དེ་ཉིད་སྦྱོར་སྟངས་དེ་ཡང་གཅིག་གིས་གཅིག་ལ་ཅིག་རྗེས་བཏེགས་པ་ཙམ་མ་ཡིན་པར། ཟུང་དུ་འཇུག་པ་ཙམ་མ་ཡིན་པར་གཅིག་གིས་གཅིག་ཟིན་པ་ཙམ་མ་ཡིན་པར་ཁོ་ག་རེ་ཟེར་ན། ངོ་བོ་གཅིག་ཏུ་གྱུར་བ།

སྒྱུ་ལུས་ལ་སྔོན་མེད་ལས་བྱེད་དེ་བཞིན་ཁྱོད་ལ་འདུས་གསུང་བ་ན་བཞི་ཨོ་ད་དེ་འདྲའི་ཅི། ཨ་ནི་ཅི། གཟུགས་སྐུ་འབྲུ་བརྒྱད་ཀྱི་དག་རྒྱུ་ཡི་གཙོ་བོ་དེ་སྔགས་བླ་མེད་ཀྱི་དག་ཡོད་ན་མེད་ན་དེ་སྒྱུ་མའི་ལུས་དེ་ཡིན་པ་རེད་ཨོ་དེ་ཡང། ད་ཅི། རིག་མ་ཟ་སྒྲོན་རེད་དག་རྒྱུ་མྱུ་གུ་རེད་དེས་ན་རིག་མ་ཟ་སྒྲོན་གྱི་སྐབས་སུ་ལག་པ་དང་རིམ་པ་གསུམ་པ་དང། ཨ་ནི་དེ་ལས། དོགས་གཅོད་བླ་མ་མང་པོ་ཅིག་ཟུང་འཇུག་གི་སྐབས་སུ། ཨ་ནི་གཏན་ལ་ཕབ་ནང་ནས་ཨོ་ད་དེ་འདྲའི་ཅིག་གི་སྒོ་ནས་ལམ་ཡང་ཁྱད་པར་དུ་འཕགས་པ་ཨ་ནི་འདྲི་བའི་སྔོན་དུ་བྱེད་ཚུལ་ཡང་གཅིག་མདོ་སྔགས་ཉིད་ལ་ཕྱོགས་མེད་ཀྱི་འདྲི་བའི་ལ་ཕྱོགས་མེད་ཀྱི་ཁྱད་པར་མེད་བདེ་བ་ཨ་ནི་ཀོ་བགྲོད་པ་བགྲོད་ས་རེ་ཀི་ཀོ། འཁྲིད་པའི་ལམ་མི་འདྲ་བ་རེ་མ་གཏོགས་ཨ་ནི་བགྲོད་པ་བགྲོད་སའི་ལམ་དེ་ནི་གཅིག་པ་ཡིན་བདེ་བ་ཨོ་ད་དེ་འདྲའི་ཅིག། གསུམ་མ་ཨོ་ད་དེ་འདྲའི་ཅིག་གི་སྒོ་ནས་ད་རྗེ་བདག་ཉིད་ཆེན་པོའི། ཨ་ནེ། ད་ཅིག་གཞི་ལམ་འབྲས་གསུམ་གྱི་ལྟ་བ་མདོ་སྔགས་ཀྱི་ཅིག། ལྟ་སྒོམ་སྤྱོད་སེམས་སེམས་ནང་མི་འདོར་ཆ་ཚང་ཅིག་འོ་དེ་དེ་འདྲས་ཀྱིས་གཏན་ལ་ཕབ་བསྡད་པ་རེད། དེ་ནས་ང་ད་ད་ད་འདི་ནི་མཇུག་སྡོམ་གྱི་ཚུལ་དེ་ལ་ཨ་ནེ། སེ། ག་རེ་ཟེར་ན་ད་བསམ་འཆར་ཟེར་ན་མི་འདུག་ཏེ་ཟེར་གྱིས་ཞུ་ཡ་བས་དེ་ཅིག་ཞུས་ཆོག་པ་ཅིག་ག་རེ་ཟེར་ན་ཁ་ཟིག་ང་ཚོ། དྭགས་པོ་གྲྭ་ཚང་ལ་ཨ་ནེ། དེ་འཇིག་རྟེན་གྱི་དེ་གཏམ་བཤད་ང་ཚོ་བྱེད་པར་བ་བ་དེ་དུས་ཀ་ད་ངས་ཞུས་ཡིན། ད་འདི་ལ་དེ་ག་རང་ཞུ་ཡ་ཡིན་ང་ཚོ་ནང་དེ་ཡོད། ང་ཚོ་འདི་འདྲ་གི་རྗེས་དྲན་མང་པོ་ཞི་བ་ཞིག་བྱེད་ཀྱི་ཡོད་རེད་བ། རྗེས་དྲན་བྱེད་བྱེད་ཡ་དེ་དངོས་གནས་དྲང་གནས་དཔེ་མི་སྲིད་པ་དང། གོང་དུ་བསྐུལ་བ་འོས་པ་ཅིག་རེད། རེད་དེ་ཡིན་ན་ད་འདི་དཔེ་ན་ང་རང་ཚོ་ད་ལྟ་རྗེ་བདག་ཉིད་ཆེན་པོ་གི་ཨ་ནེ་འབྲི་བ་ཞི་དྲག་རྒྱུད་བཞི་ཤེས་རབ་སེང་གེ་ལ་མར་གནང་ནས་གསང་སྔགས་ཀྱི་གཏན་དཔེ་བདག་པོ་ལྔ་གསོལ་བ་དེ་གི་རྗེས་དྲན་དེ་བྱེད་ཀྱི་ཡོད་རེད་ང་ཚོ། བྱེད་ཀྱི་ཡོད་རེད། དེ་རྗེས་དྲན་ཐད་བསམ་བློ་ཞིབ་ཕྲ་ཅིག་བཏང་པ་ཡིན་ན་འདི་ལྗིད་ཁོག་ཚ་བོ་ཞིག་བོད་ཀྱི་མཐོང་གི་ཡོད་ངག་གི། རྗེ་བདག་ཉིད་ཆེན་པོ་གི་འདྲི་བ་ཞིག་འདྲ་རྒྱུད་རྗེ་ཤེས་རབ་སེང་གེ་ལ་གནང་བ་དེ། ངས་ཁ་གསལ་ཞུ་ཡིན། ལྕགས་ལ་འདྲ་བོ་ཅིག་སྐུ་གསུང་ཐུགས་རྟེན་འདྲ་བོ་དེ་འདྲ་ཅིག་མ་གནང་ནས་འདི་བདག་པོ་རྒྱག་དགོས་རེད་གསུང་ན། ལས་སླ་པོ་རེད་ང་ཚོ་ཕྱག་མཛོད་རབ་ཏུ་རིམ་པ་ནས་རྩིས་སྤྲད་ཞིག་ན་དེ་འགྲིག་གི་རེད། དེ་མ་རེད་བ། ད་འབྲེལ་པ་ཞིག་དྲན་གནང་འོང་འདུག་ག་ལ་འབྲེལ་བ་ཞིག་དྲན་གནང་ཡང་དེ་ག་རེ་བྱེད་དགོས་ཀྱི་རེད་ད། ཉན་དགོས་ཀྱི་རེད་བསམ་དགོས་ཀྱི་རེད་དགོངས་དགོས་ཀྱི་རེད་འཆད་ཉན་བྱེད་དགོས་ཀྱི་རེད་ད་ལྟ་འཆད་ཉན་གྱི་རྒྱུ་མ་བྱས་པ་ན་ཡོད་རེད་དེ་ཡིན་ན་དེ་ཙམ་གྱིས་འགྲིག་ཡོད་མ་རེད་ང་རང་ཚོ་དོན་རྟོགས་དགོས་ཀྱི་རེད་པ། དེ་བདག་པོ་རྒྱག་ཟེར་ཡ་དེ་ལས་སླ་བོ་ཡོད་མ་རེད་རྒྱུ་ཆ་ཤི་ར་སེང་གེ་ཡར་བཞེངས་ནས། ཁ་སང་སྐྱབས་མགོན་ཐང་ཆེན་གཞན་པས་གསུངས་སོང་གསལ་གྱི་འཐུག་ཨོ་སྐབས་རྒྱ་ཚབ་དར་མ་རིན་ཆེན་མཁས་གྲུབ་སྨྲ་བའི་ཉི་མ་དེ་ཚོ་གང་གང་ཡོད་རེད་དེ་ཁོང་རྣམ་པ་གཞན་གཞན་ཡོད་མ་རེད་རྒྱུ་རྗེ་ཤེས་རབ་སེང་གེ་གཞན་ནི་དེ་དམ་བཅའ་འདི་གནང་བར་བ་ཁོང་གིས་དེ་དུས་དམ་བཅའ་གནང་དུས་གང་ལ། འདིའི་འཆད་ཉན་རྐང་བརྒྱུད་སྒྲ་འདི་ཉིད་ཀྱིས་བཙུགས་བ་དང།

ད་གང་ཁྱེད་ངན་བསམ་དགོན་པའི་སྒང་ནས་བདག་པོ་རྒྱག་དགོས་ས་རེད་དེ་ངས་དེ་དྲན་གྱི་འདུག་ད་དེ་གཅིག་རྗེས་དྲན་བྱས་ནས། འདི་ནས་ཀྱི་མཛད་སྒོ་གཅིག་ཚོགས་ནས་དེ་ནས་དེ་ཚར་སོང་ན་དེ་ནས་སྟོང་པ་ཉིད་དུ་གྱུར་ཟིན་ཁའི་ཟོ་ན་བྱིན་གཡུག་བྱས་ན་དེ་ནས་དེ་རྗེས་དྲན་རེད་གི་མ་རེད་བ། རྗེས་དྲན་ག་རེ་རེད་འདུག། རྗེ་རིན་པོ་ཆེ་གིས་བསྟོད་པ་དོན་ལྡན་མི་གནང་ལ་གུང་ཐང་རིན་པོ་ཆེ་གིས་གསུངས་འདུག་བ། ཧཧཧ་ཟབ་རྒྱས་ཆོས་ཀྱི་དེ་ཉིད་དོན་ཇི་བཞིན་སྟོན་པ་ཕྱིས་དཀོན་ཡང། ད་རྒྱའི་བདག་ཉིད་ཆེན་པོ་དགོངས་པ་དེ་ཀའི་དེ་བཞིན་མ་ཅིག་ཅིག་དེ་སངས་མ། ཤེས་ཡ་དང། ཨ་ནི་གོ་ཡ་དེ་ཁ་པོ་རེད་ཟེར་ང་ཚོ། ཡིན་ན་ཡང་འཕྲོས་བྲལ་ཆོས་འཕྲལ་ཆོས་གསུང་གླེགས་བམ་རྣམས་གདུང་སེལ་དབུགས་དབྱུང་མཆོག་སྦྱིན་རྒྱས་ཟེར་ཚིག་བཤད་པ་རེད། ང་རང་ཚོ་གདུང་བ་སེལ་བའི་ཐབས་ཟེར་ན་དེ་རེད་བླ་མའི་སྐུ་ཚབ། ལྡན་གྱིས་གསུང་པོ་པོ་ཏི་བཅོ་བརྒྱད་དེ། ང་ཚོ་མ་འོངས་པ་ལ་ཟུང་འཇུག་གི་སྐུ་མངོན་དུ་བྱེད་ཡུལ་དུས་དེ་འདྲས་ཀྱི་ལ་ཟུང་འཇུག་སྐུ་མངོན་དུ་བྱས་ཟིན་ལ་ལུང་བསྟན་ཕྱི་མི་སྡོམ་པའི་ལུང་བསྟན་གནང་ཡང་དེ་ལུང་བསྟན་གནང་དབུགས་དབྱུང་གནང་མཁན་ཡང་དེ་རེད། ང་ཚོ་ལ་གཅིག་བློ་སྐྱེད་དང་ཕྱོགས་དང་ཐུན་མོང་གི་དངོས་གྲུབ་སྦྱིན་མཁན་ཡང་ཐམས་དེ་རེད། དེ་ཡིན་དུས་གང་ལ། དེ་འདྲའི་གི། རྩ་ཆེན་པོ་ཅིག་ཡོད་དུས་གང་ལ་རྗེས་དྲན་འདི་ཡིས་ཚོང་འདི་བྱེད་དགོས་དུས་གང་ལ། ང་ཚོ་ལ་ད་ལྟ་རྗེས་དྲན་གི་དགོས་པ་དེ་གས་དེ་ད་ལྟ་དེ་སོ་རེད་བ། དེ་ཡིན་དུས་གང་ལ་དེ་གས་དེ་མ་འོངས་པ་ལ་བསྡད་དགོས་གི་རེད་བ་རིམ་པ་བཞིན་ལ་ང་ཚོའི་སེམས་ལ་ཉར་དགོས་གི་རེད་མི་ཡུལ་འདི་བཟུང་དགོས་གི་རེད་བ་དེ་ཡིན་དུས་གང་ལ་དེ་འདྲའི་ཅིག་གི་ཐོག་ནས་ཨ་ནི། འདི་ལས་སངས་རྒྱས་རྗེས་དྲན་བྱོས་སོང་བ་ན་རྗེས་དྲན་དེའི་ཐོག་ནས་བྱེད་དགོས་གི་འདུག་མ་གཏོགས་ཅིག་གིས་ཨ་ནི། ང་རང་སོ་ཡང་ཅིག་རྗེས་དྲན་བྱེད་སྟངས་དེ་གས་དེ། དངོས་གནས་ཀྱི་འཚོ་བ་ལེ་བའི་ཐོག་ནས་བལྟས་ཅིག་ད་ལྟ་དངོས་གནས་དུས་དྲན་ཡག་པོ་འདི་འདྲའི་ཀྱི་ཚོགས་འདུ་གང་ལ་ང་རང་ཚོ་མགོ་མང་གང་གང་གི་དམ་བཅའ་འདྲ་བོ་ཞིག་བཞག་ནས་ད་མ་འོངས་པ་ལ་བསྟན་པ་སྤྱི་དང་བྱེ་བྲག་འདི་གས་དེ་ཨ་ནི་འཆད་ཉན་གྱི་ཐོག་ན་ཡིན་ན་ཡང་ག་རེ་ཐོག་ན་ཐོག་ནས་ཡིན་ན་ཡང་ཅི་ཉམས་པ་སླར་གསོ་བྱེད་ཡག་དང་མི་རེ་རེ་གི་སེམས་ནང་ལ་དམ་བཅའ་གསར་པ་རེ་བཞག་ནས་ད་རྗེ་བདག་ཉིད་ཆེན་པོ་ཁོང་སྐུ་མྱ་ངན་ལས་འདས་ནས་དགུང་ལོ་ག་ཚོད་མི་ལོ་དྲུག་བརྒྱ་རེ་ཚར་རེད། རེད་ཚ་རེད་དེ་ད་ལྟའི་ང་རང་སོགས་མི་རབས་གོང་མ་དེ་གའི་གིས་ད་ལྟ་བར་དུ་ཉམས་པ་མེད་པ་དཔེར་ན་རྒྱུ་གྲྭ་སྟོད་སྨད་གཉིས་ཀྱི་འབྲེལ་བ་ཞིག་རག་གི་ཆེ་ཉེས་ལྟ་བ་ཡིན་ན་ལོ་དྲུག་བརྒྱ་རིང་ད་བར་གྱི་ཆེ་ཉུང་ཡོད་མ་རེད་བ་ད་ལྟ་བར་དུ་ད་འདི་འདྲའི་ཅིག་སླེ་ཡོད་ད་འདྲ་བས་ཡོད་རེད་བ་ད་མ་འོངས་པ་ལ་ད་སྤྱི་དང་ང་རང་སོགས་དེ་སྔ་དུས་ཚོད་གཉན་འཕྲང་བཅས་མང་པོ་འཕྲད་བ་དེ་མ་འོངས་པ་ལ་འདི་ལས་དུས་ཚོད་འཛའ་དྲག་པ་མང་པོ་འཕྲད་སྲིད་གི་རེད་ང་ཚོ་ལ་འཕྲད་སྲིད་གི་རེད་དེ་ཞུམ་པ་མེད་པ་བྱེད་ཉན་གི་རྒྱུ་འདི་གའི་དེ་ང་ཚོ་དངོས་གནས་ཕ་མེས་ཀྱི་སྐྱིད་སྣང་འདི་ཚོ་རེད་བ། དེ་ཡིན་དུས་ང་ཚོས་འདི་ཚོར་བདག་པོ་རྒྱག་དགོས་ཡ་དེ་དཔེ་མི་སྲིད་པ་གལ་ཆེན་པོ། ད་ང་འདྲ་བོ་ཅིག་གིས་ག་གེ། འཇོན་ཐང་མེད་མཁན་ཅིག་གིས་འདི་ནས་ཅིག་ཞུས་ན། དེ། ཅིག་འོ། བ་བུན་འདྲ་བོ་ཅིག་མི་འདུག་ད་ཡིན་ན་དུས་ཚོད་ཡང་བཀག་དེ་འདྲས་བྱེད་ཀྱི་འདུག་དེ་ལྟར་སོ་སོའི་སེམས་གུས་ནང་ནས་ཚོར་བ་ཡོད་བདེ་བ་དེ་ཞུས་ཡིན། ཨ་ནི་ཐ་མ་དེ་ལ་ད་ད་གི་རྒན་གིས་བ་ལ་སོ་གསུངས་ཡང། དེ་འདྲ་ཡིན་གྱི་རེད་དྲན་ད་ང་རང་ཉིད་ཀྱི་སྙིང་གའི་ཐོག་ནས་ད་པ་དེ་རྒྱུ་དོའི་གྲྭ་ཚང་རེད་ཁ་ཟེར་རྒྱུད་པ་ནི་རྒྱུ་མའི་གྲྭ་ཚང་གི་ངོ་ནས་ད་ནི་པའི་རྒྱུད་ཀྱི་འཆད་ཉན་འདི་འདྲས་ཀྱི་ལ་སོ། གོ་སྒྲིག། བགྲོ་གླེང་གི་གོ་སྒྲིག་འདི་འདྲས་ཡག་པོ་གནང་ཡང་ད་ཐོག་ད་བར་སོང་གི་ད་ཅིག་ངོ་ནས་གྲྭ་ནི་པའི་དགེ་སྐྱོན་བག་མ་འདི་སོང་གི་འདི་འདྲས་གནང་བ་དེ་ལ་ང་ནི་པའི་བཀའ་དྲིན་སྙིང་ཐག་པ་ནས་བཀའ་དྲིན་ཆེ།